ད་ད་ལྟ་དེ་ཡོད་ས་མ་རེད། བྱང་ཨ་རིག་གི་ས་ཆ་གཞན་པ་ནས་བོད་འོངས་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་རྣམ་པ་ཚང་མ་འདས་བཞུགས་ཡོད་རེད། ནིའུ་ཡོག་ཡོག་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཡོད་མེད་ཧ་གོ་མ་སོང། ད་ནངས་ཞོགས་ཀ་སྐར་གཅིག་གཉིས་ལ་ཉིན་བཞི་གཉིས་བརྒྱབ་སོང་ཨ། དཔའ་བོ་ཐུབ་བསྟན་དངོས་གྲུབ་དང་འཇམ་དཔལ་ཡེ་ཤེས་གཉིས་ཀྱི་སྐུ་དེ་རྡ་རམ་ས་ལའི་བཞུགས་སྒར་ལྷ་ལྕགས་རི་ལ་བཞེངས་ཡོད་རེད། དེ་བཞིན་མགོ་ཡ་དེ་ཁོང་རྣམ་པ་གཉིས་ཀྱི་རང་ལུས་མེ་བསྲེགས་བཏང་ས་དེ་རྒྱ་གར་ནང་ལ་ཡིན་པའི་རྒྱུ་མཚན་གྱིས་རྒྱ་གར་ནང་ལ་བཞིན་པ་རེད། དེ་ཚོ་རིགས་འདྲེས་འདྲ་མི་འདྲ་བྱས་ནས་ང་ཚོ་གི་གནད་དོན་མང་པོ་ཅིག་ཕ་བསད་ཚུལ་བསད་ཉག་དང་ཉུང་མ་མཉམ་དུ་སྤྲད་ནས། ད་ལོ་ཁ་རང་བཙན་གྱི་སྐུ་གཟུགས་ཀྱི་སྤྱི་ཁང་ཕུན་ཚོགས་ལྡན་ཞིག་ལ་བཞེངས་དགོས་ཀྱི་ཡོད་ན། ཨ་ནི་བརྒྱ་དང་བདུན་ཅུ་དེའང་བཞེངས་དགོས་ཀྱི་མ་རེད་བས་ཟེར་ཡ་དེ་སོགས།

བྱང་ཨ་མི་རི་ཀའི་ས་ཕྱོགས་འདྲ་མིན་ནས་ལས་འགུལ་སྤེལ་གནང་མཁན་མང་པོ་ཞུ་ཅིག་ཕེབས་ཡོད་རེད། དེ་བསྟན་དགྲ་རྒྱ་མི་དམར་པོ་སོང་གི་ཚབ་སྐྱེ་བཟོ་མཁན་མཐོང་གི་ཡོད་ཀྱི་རེད། དེ་ཡིན་དུས་ང་ཚོ་རང་དབང་ལུང་པ་ལ་ཡོད་པའི་བོད་མི་དེ་ཚོ་གིས། རྒྱལ་གཅེས་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས། རང་ལུས་མེར་སྲེག་བཏང་ནས་ཞྭ་ཁྱམས་ཤྭ་བ་ཞིག་བཟུང་ལས་འགུལ་སྤེལ་གྱི་ཡོད་པ་དེ། འོན་པ་མིན་ན་གོ་གི་ཡོད་ཀྱི་རེད་ལོང་བ་མིན་ན་མཐོང་གི་ཡོད་ཀྱི་རེད། དེ་ཡིན་དུས་ད་དེ་རིང་འདི་ལ་རྒྱལ་སྤྱིའི་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་རང་ལུས་མེར་སྲེག་བཏང་བ་ལ་བརྟེན་ནས། ཨ་ནེ། ང་ཚོ་མི་ལོ་བཅུ་ཕྲག་དྲུག་ལྷག་ཟིན་ལ། གང་ཟག་བྱེ་བྲག་པ་གཅིག་གིས་ཨ་ནི་བོད་རང་དབང་རང་བཙན་འཐབ་རྩོད་ཀྱི་ཆེད་དུ། བློས་བཏང་ཆེན་པོ་འདི་གནང་བ་དང་དེ་ནང་བཞིན་གྱི་འཛམ་གླིང་འདི་ཡུལ་ཡུམ་ཡུམ་འགོད་ཐུབ་ཡག་གི་ནུས་པ་དེ་ད་ལྟ་བར་དུ་བྱུང་ཡོད་མ་རེད་དྲན་གྱི་འདུག་དེང་དུས་ང་ཚོ་གིས་དེ་ལ་བརྩི་སྲུང་བྱེད་དགོས་ཡག་དང། ཨ་ནི་ད་ཉི་མ་རྟག་པར་རེ་བཞིན་རྣམ་པ་ཚོས་ལས་འགུལ་སྤེལ་གནང་དུས།

སྡིངས་ཆ་ཆེན་པོ་བདུན་ཁྲི་གཅིག་དང་བོད་རང་དབང་རང་བཙན་འཐབ་རྩོད་ཀྱི་ཆེད་དུ་རྩ་ཆེ་བའི་སྡིངས་ཆ་བདུན་ཁྲི་གཅིག་བསླེབས་པ་དང། བོད་གཞིས་ནུས་ལྷན་ཚོགས་དབུས་ས་གཉིས་ཀྱིས་གོ་སྒྲིག་གནང་ནས་ད་སྡིངས་ཆ་དེའི་ཐོག་ལ་ཡར་ལངས་དགོས་རེད་གསུངས་དུས། ཕན་ནམ་མ་ཕན་ན་ཚིག་ཁ་ཤས་སུ་མ་ཞུ་རང་ཞུ་ཆགས་ཀྱི་འདུག་དེ་ཡིན་དུས་དང་པོ་དེ་ལ། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་རང་ལུས་མེར་སྲེག་གཏོང་བའི་ཞལ་ཆེམས། བཞག་པ་དེ་ལ་ད་འགྲེལ་བཤད་སུ་གཅིག་གིས་བཅོས་དགོས་ཡོད་མ་རེད་འདྲ་མིན་བཅོས་ཡག་གང་ཡང་ཡོད་མ་རེད། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས། བོད། རང་དབང་རང་བཙན་གྱི་ཆེད་དང་བོད་རྒྱལ་ཁབ་མི་རིགས་བོད་ཀྱི་རྩ་དོན་ཆེད་དུ་རང་ལུས་མེ་སྲེག་བཏང་བ་རེད་མ་གཏོགས་ཀྱི། རྒྱ་མིས་ཉེ་ཆར་གཏན་འབབ་བྱས་པའི། མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་འདེད་བཅའ་ཁྲིམས་གཅིག་པུ་ལ། བརྟེན་ནས་རང་ལུས་མེར་སྲེག་གཏོང་བ་རྩ་བ་ཉིད་ནས་མ་རེད། དེ་གཞུང་དང་གཞུང་འབྲེལ་མ་ཡིན་པ་སུས་བཤད་གི་ལོག་ན་ནོར་བ་རེད། ང་ཚོ་དྲང་པོ་དང་བདེན་པ་དང་འཚེ་བ་མེད་པའི་ལམ་འགྲོ་མཁན་ཡིན་ལོག་གོ་རེད། མགོ་ལ་བསྡད་མཁན་དེ་ཚོ་གིས་ཚིག་ཉག་ཉུང་རེ་གཉིས་ཁོ་ནས་སོང་ན་སྐྱག་རྫུན་བྱ་ཡག་གི་ཉེན་ཁ་ཡོད་རེད་ད། ང་ཚོ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན། ནིའུ་ཡོག་རྒྱ་ནག་གཞུང་ཚབ་ཀྱི་མདུན་ལ་ང་ཚོ་ཚང་མ་ལངས་ནས་བསྡད་ཡོད་རེད། ང་ཚོ་དྲང་པོ་དྲང་བཞག་བྱེད་གོ་རེད། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་ཞར་བཞུགས་པའི་རིང་ལ་བོད་དོན་འཐབ་རྩོད་ཀྱི་ཐོག་ལ་ཕྱག་ལས་ག་ཚད་གནང་བ་དེ་མཐོང་མ་འདོད་མཁན་དང། མཐོང་བ་ཡིན་ན་མ་མཐོང་མདོག་མདོག་བྱེད་མཁན་དང། མཐོང་དང་མི་མཐོང་མཁན་དང་མང་པོ་ཅིག་བྱུང་བ་རེད་དེ། ཁ་སང་དེ་རིང་ཁོང་དགོངས་པ་རྫོགས་ཚར་བའི་ཞུགས་ལ། ཨ་ནི་ཁོང་གིས་སྤྱི་ཚོགས་དྲ་རྒྱ་དེ་སོ་སྔོག་ཡོང་དུས་ཕ་ཆེའི་མགོ་ནས་མཇུག་བར་དུ་ལྡབ་གཅིག་ག་རེ་ལབ་ན་ཁ་ན་ལབ་ན་འགྲིག་གི་ཡོད་མེད་མི་ཤེས། ཁ་ལག་ཟ་ཟ་ཅིག་ཐུགས་སྤྲོ་གཏོང་ས་ཅིག་ལ་ཡིན་ན་བོད་རྒྱལ་ཁབ་ཀྱི་རྒྱལ་དར་དང་གནད་དོན་གྱི་མ་འབྲེལ་བ་མེད་པ་ཅིག་ཆགས་དེ་སུ་གཅིག་གིས་ཉེས་གི་ཡོད་མ་རེད། དེ་ཡིན་དུས་མི་བདུན་འགྲིག་ཅིག་གིས་ང་ཚོ་ལ་ཨ་ནི་དེ་རིང་ང་ཚོ་ལ་སྤོབས་པ་ཆེན་པོ་བདུན་འགྲིག་ཅིག་སྤྲད་ཡོད་རེད། ནང་མི་གི་ངོས་ནས་བསམ་བློ་གཏོང་བ་ཡིན་ན་ང་ཚོ་འཇིག་རྟེན་མི་གི་ཐོག་ནས་བསམ་བློ་བཅས་གཏོང་བ་ཡིན་ན་ནང་མི་གཅིག་མེད་པ་ཆགས་དུས་ང་ཚོ་སུམ་སྡུག་དང། མྱ་ངན་གོས་དགོས་ཡག་གི་གནས་སྟངས་རང་ཞིག་ཆགས་ཀྱི་ཡོད་རེད། ང་ཚོ་བོད་རང་དབང་རང་བཙན་འཐབ་རྩོད་པ་བཅས་མེད་པ་ཆགས་དུས་ང་ཚོ་དངོས་གནས་ཀྱི་སེམས་སྐྱོ་དགོས་ཡག་གི་གནས་སྟངས་རེད། ཡིན་ན་གང་གིས་ཁོང་གིས་བཞག་པའི་བྱས་རྗེས་འདི་རྒྱལ་སྤྱིའི་ཐོག་ལ་ཚ་ཚ་འུར་འུར་དང་དཔའ་རླབས་ཆེན་པོ་འདི་བོད་ནས་ད་ལྟ་གྱི་གོང་དུ་སོང་སོང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཚུན་ཆོད་ནས་དགུ་བཅུ་བཏང་ཡོང་ཡག་གི་གནས་སྟངས་ཀྱི་ཆ་དུས་ང་ཚོ་ཆེས་སྤོབས་བ་དང་ཆེས་གཟི་བརྗིད་ཆེས་ནུས་པ་ཞིག་ལ་མཚོན་ཐུབ་ཡག་དེ་བློ་སྟོབས་དེ་གོང་གི་སྣང་བ་རེད། དེ་སྣང་བ་དེ་ང་ཚོ་ཚང་མ་ངས་མགོ་ནས་ཞུས་ཡོད་ང་ཚོ་ཚང་མ་བོད་མི་རེད། ང་ཚོ་ཤ་རུས་གདུང་རྒྱུད་གཅིག་པའི་བོད་མི་རེད། ང་ཚོ་གཅིག་ན་གཅིག་མཉམ་རེད་སྡུག་ན་སྡུག་མཉམ་རེད།

འཛམ་གླིང་གི་རྒྱ་བོད་ལྟ་བུ་གི་ནུས་པ་ཡོད་མཁན་གི་རྒྱ་ཁབ་དེ་རེད། དེའི་ནང་ལ་ང་ཚོ་རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་རང་ལུས་མེ་སྲེག་བཏང་ཚར་བའི་གཞུག་གུ་ལ། ཁོང་གི་མེར་མེ་སྲེག་གཏོང་ས་གི་ས་ཆ་དེ་ལ་ད་ལྟ་ང་ཚོ་རྟག་པར་རིགས་ཡིན་འཛོམས་བསྡད་ཡ་བསྡད་བསྡད་ཡ་དེ་འདུག་གི་གོ་སྐབས་ལ་སུག་པ་དེ་ཡང་ཨ་ནི། གོ་སྐབས་དེ་རག་ཡོང་གི་འདུག་དེ་ནང་བཞིན་གྱི་དེ་རག་ཡག་གི་རྒྱབ་ལྗོངས་དེ་ཚོ་ལ་བསམ་བློ་བཏང་ནས། ང་ཚོ་བོད་མི་དེ་ཚོ། ས་ཆ་མ་འདྲ་བ་རྒྱལ་ཁབ་མ་འདྲ་བ་གནས་སྟངས་མ་འདྲ་བ་ཡོན་ཏན་མ་འདྲ་བ་ནུས་པ་མ་འདྲ་བའི་ཐོག་ནས་བསྡད་ཡོང་དུས། ང་བོད་མི་ཡིན་བསམ་ནས། བོད་རང་དབང་རང་བཙན་གྱི་ཆེད་དུ། སོ་སོ་ལ་བསྟུན་པའི་ནུས་པ་ཆུང་ཆུང་དེ་བཏོན་དགོས་རེད་ཉི་མ་རྟག་པར་རེ་ཡིས་ཁྲོམ་གཞུང་ལ་འགྲོ་བསྡད་ཡག་དང་ཉི་མ་རྟག་པར་རེ་ཡིས་ཕ་ཡི་ཟས་བཅད་ངོ་རྒོག་བྱེད་དགོས་ཀྱི་ཡོད་མ་རེད། སོ་སོའི་ནུས་པ་དེ་གཏོང་དགོས་པ་རེད་དེ་གཅིག་རེད། ད་དེ་རིང་ང་ཚོ་འདི་ཚར་བ་དང། ཨ་ནེ་གནད་དོན་མང་པོ་ཞིག་གསུངས་པ་རེད། ད་ད་ལྟ་དེ་འདྲ་ཡོད་ས་མ་རེད། ས་ཆ་གཞན་པ་ནས་ཀྱང་ཨ་རིག་གི་ས་ཆ་གཞན་པ་ནས་ཕེབས་འོངས་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་རྣམ་པ་ཚང་མ་འདས་བཞུགས་ཡོད་རེད། དངུལ་ལོར་གློག་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཡོད་མེད་ཧ་གོ་མ་སོང། ད་ནངས་ཞོགས་ཁར། བཀའ་སྤྱི་གཉིས་ལ་ཉིན་བཞི་གཉིས་བརྒྱབ་སོང་ཨ། བཀའ་སྤྱི་གཉིས་ལ་ཉིན་བཞི་གཉིས་བརྒྱུད་པ་རེད་དེ་བཀའ་སྤྱི་གཉིས་ཀྱི་ལག་ལེན་བལྟ་མ་བལྟ་དེ་གཟིགས་ཀྱི་རེད། དེ་ལས་གལ་ཆེ་བ་སོ་སོ་རང་གི་མདུན་དུ་ན་རྒྱ་ཀྱི་དཔའ་བོ་རང་བཙན་བློ་དགའ་རང་གི་རང་ལུས་མོ་སྲེག་བཏང་ཡོང་དུས་དེ་དང་མཐུན་པའི་གེ་ཨ་ནི་ང་ཚོ་ལ་བདག་དབང་ཡོད་པའི་སྤྱི་ཁང་ཕུན་སུམ་བདེ་སྐྱིད་ཀྱི་གཡས་གཡོན་ཉེ་འགྲམ་ག་བ་ཡིན་ན་དེ་ཚོ་ལ་ལས་དོན་སྤེལ་དགོས་ཡ་དེ་གལ་ཆེན་པོ་ཞུ་རྒྱུ་རེད། ཐ་ན་ཡིག་ཆ་མ་ཀློག་རྒྱུ་དེ་ཉིན་མོ་དཔེ་དུ་བ་དཔེ་གཅིག་ཀློག་ཁར་རང་བཙན་གྱི་ཉིན་མོ་དང་ཚང་མ་བརྩི་སྲུང་ཞུ་དགོས་ཡག་གི་གནས་སྟངས་ཤེས་དུ་བ། དཔའ་བོ་ཐུབ་བསྟན་དངོས་གྲུབ་དང་འཇམ་དཔལ་ཡེ་ཤེས་གཉིས་ཀྱིས་བསྐོས་ཏེ་རྡ་རམ་ས་ལའི་བཞུགས་སྒར་ལྷ་རྒྱ་རི་ལ་བཞེངས་ཡོད་རེད། དེ་བཞེངས་དགོས་ཡག་དེ་ཁོང་རྣམ་པ་གཉིས་ཀྱིས་རང་ལུས་མེ་སྲེག་བཏང་ས་དེ་རྒྱ་གར་ནང་ལ་ཡིན་པའི་རྒྱུ་མཚན་གྱིས་རྒྱ་གར་ནང་ལ་བཞེངས་པ་རེད། དེ་ཚོ་རིགས་འདེད་འདྲ་མི་འདྲ་བྱས་ནས་ང་ཚོ་གི་གནད་དོན་མང་པོ་ཞིག་ཕ་སེ་ཚུ་སེ་ཉག་དང་ཉུང་མ་མཉམ་དུ་སྤྲད་ནས། ད་བློ་དགའ་རང་བཙན་གི་སྐུ་གཟུགས་ཀྱིས་སྤྱི་ཁང་ཕུན་ཚོགས་ལྡན་ཞིག་བཞེངས་དགོས་ཀྱི་ཡོད་ན། ཨ་ནི་བརྒྱ་དང་བདུན་ཅུ་དེ་ཡང་བཞེངས་དགོས་ཀྱི་མ་རེད་བས་ཟེར་ཡ་དེ་ཚོ་རྩ་བ་གཉིས་ནས་ཀྱི། འགྲོ་འདོད་མེད་པའི་གི་གནས་སྟངས་ལས་ཀ་བྱེད་འདོད་མེད་པའི་གི་གནས་སྟངས་འདྲ་བོ་ངུས་མ་ཟིན་རང་བཙན་ཆགས་ཡ་གི་ཉེན་ཁ་ཡོད་རེད། དེ་ཚོ་མ་སེང་བ་བྱེད་དགོས་རེད། ང་ཚོ་དང་པོ་མི་ལ་ཕར་འཛུགས་བཙུགས་ཡག་ལ་སོ་སོ་རང་རང་ལ་ཚུ་ཕ་མི་ལ་ཕར་འཛུགས་གཅིག་བཙུགས་ན་སོ་སོ་ལ་བཞི་ཚུ་བཙུགས་ཡོད་རེད་ལ་ཡག་གི་རེད་བ། འོ་དེ་ཡིན་དུས་དེ་ལ་ཨ་ནི་མི་ལ་ལས་དོན་སྤེལ་དགོས་ཡག་ད་ནང་བཞུགས་སྒར་བཀའ་སྤྱི་གཉིས་ལ་གཉིས་ཚིག་ཞུས་པ་ནང་བཞིན་ཨ་ནི་ང་རང་ཚོ་གི་བོད་རིགས་སྤྱི་འཐུས་ཚོགས་པ་དང་འབྲེལ་ཡོད་ཚོགས་པ་ཆེ་ཁག་ད་དུས་གཉིས་བྱ་བྲག་ཚུགས་སྐྱོང་ཡིན་པ་ཡིན་ན་འདྲ་སུ་ཡིན་པ་ཡིན་ན་དེ་ཚོ་གི་ང་ཚོའི་ལག་པ་ལ་ཡོད་པ་དེ་ལག་ལེན་བསྟར་ཐབས་དགོས་ཡ་དེ་གལ་ཆེན་པོ་ཞུ་ཅི་རེད་དྲན་ནས་དེ་གཅིག་ཞུ་ནུ་ཡོད་ཨ་ནི་གཞན་པ་གཅིག་ལ་བོད་ནང་ལ་རང་ལུས་མེ་བསྲེགས་བཏང་མཁན་མང་པོ་ཞུ་ཅི་བྱུང་བ་རེད་རྒྱ་གར་དང་བལ་ཡུལ་ང་ཚོ་བཙན་བྱོལ་ནང་ལ་མང་པོ་བྱུང་བ་རེད་ཛམ་བི་ལན་གི་རྒྱལ་རབས་ལོ་རྒྱུས་ག་བ་ལ་བལྟས་པ་ཡིན་ན་བོད་རང་བཙན་འཐབ་རྩོད་དང་མར་སོ་སོའི་རྒྱལ་ཁབ་གི་རང་བཙན་འཐབ་རྩོད་དང།

དེ་ཡིན་དུས་བོད་རང་དབང་རང་བཙན་གྱི་ཆེད་དུ་སྐུ་ལུས་མེ་བསྲེགས་བཏང་མཁན་རྗེས་ཆགས་གཉིས་མ་ཟིན་ཙམ་བྱུང་བ་དེ། འཛམ་གླིང་གི་ཉེ་རབས་ཀྱི་ལོ་རྒྱུས་འདིའི་ནང་ལ་རྩ་བ་གཉིས་ནས་བྱུང་མ་མྱོང་བ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཟིན་ཐོ་འདོགས་དགོས་ཡག་གི་ས་ཆ་ལ་བསླབས་ཡོད་རེད། དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཐོག་མར་གནང་དགོས་རེད། ཁོང་གིས་རང་ལུས་མེ་བསྲེགས་གཏོང་གཏོང་ས་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ལ་རེད། ང་རང་སོགས་མི་ཚང་བྱེ་བྲག་པ་ཅིག་ལ་བསམ་བློ་གཏོང་པ་ཡིན་ན། ཆུ་རང་གི་སྒོ་འགྲམ་དེ་ན་མི་གཅིག་གིས། ད་ཇི་ཙམ་མ་གྱུར་ན་ཤི་བ་ཡིན་ན་འདྲ། ནེ་ཙོ་གལ་ཆེན་པོ་ཞིག་ལྷག་པ་ཡིན་ན། མ་མཐའ་ཁྱོད་རང་གི་སང་ཉིན་ནས་དེ་གནད་དོན་དེ་ལ་བསམ་བློ་ཞིག་གཏང་དགོས་རུ་བ་འགན་ཞིག་འཁུར་དགོས་རུ་བ། འདི་འཁུར་དགོས་བ་རེད་མཉམ་འབྲེལ་རྒྱལ་ཚོགས་ཀྱི། འདི་མ་འཁུར་ན་མཉམ་འབྲེལ་རྒྱལ་ཚོགས་བཙུགས་ནས་ག་རེ་བྱེད་དགོས་རེད་ཕན་ཐོག་ག་རེ་ཡོད་རེད། བདེ་འཇགས་འགན་འཛིན་ལས་ཁུངས་ཡིན་ཟིན་གྱི་རྒྱལ་ཁབ་རེ་ཟུང་གཅིག་གིས་ཚིག་མཐོ་དམན་དང་ཧམ་པ་ཆེ་ཆུང་དང་དཔལ་འབྱོར་ཆེ་ཆུང་ལ་བརྟག་ནས། དུས་དེ་བས་ན་མཉམ་འབྲེལ་རྒྱལ་ཚོགས་བཙུགས་ཡ་ལས་མ་བཙུགས་འདི་ཡག་གི་རེད། ང་ཚོ་ཡང་ཞུ་གཏུག་མང་པོ་བྱས་མྱོང། ཉིས་སྟོང་བཅོ་བརྒྱད་ལོར་ཉིས་སྟོང་བཅུ་གཉིས་ལོར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འགན་ཁུར་ནས་བདེན་པའི་མེ་ལྕེ་བཀོལ་སྤྱོད་ཟིན་ནས་ཕྱིན་པ་རེད། ས་རྟགས་སྟོང་ཕྲག་གསུམ་ལྷག་བསྡུས་རྗེས་ནས་འདིའི་ལས་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་ཚབ་ཙག་ལ་ཕྱིན་ནས་ཕུལ་བ་རེད་དེ། ཡི་གེ་ནག་ཅིག་ལན་སྤྲད་ཡོད་མ་རེད། ཡི་གེ་ནག་ཅིག་ད་བསྟན་འདུག་དེ་རིང་ཁོ་རང་ཚོ་སྒོ་འགྲམ་དེ་ན་མི་ཞེ་ས་མ་ཞུས་ན་མི་ཤི་འོང་འོང་བ་རེད།

ཕ་གི་ལག་ཚིག་འདི་བ་རེ་མོ་རེ་འདྲ་བྱེད་འོང་དོ་ང་ཚོ་འདི་འགྲིག་ས་མ་རེད་མི་ཞེན་པ་གཅིག་ལོག་ས་རེད་བསྟན་འགྲོ་རྒྱ་མི་དམར་པོ་གི་ང་ཚོའི་ཨམ་ཆུང་ནོར་ལ་ཁ་ཞེ་མ་ཞེ་མང་པོ་གཅིག་བྱེད་འོང་ས་རེད་དེ་ལས་གནས་སྐབས་ལ་གཅིག་བྱེད་གི་ཡོད་མདོག་མདོག་བྱས་བྱས་སྐད་ཆ་ཁ་ཤས་བཤད་མཐའ་མ་ནས་ལ་ཕ་གི་ཚུགས་ཆེན་ལ་ཕྱིན་པ་རེད་བདེ་འཇགས་འགན་འཛིན་ལན་སོགས་ཀྱི་མིང་ཁུར་ཡོང་གི་མི་འདུག་བསམ་ནས་མཐའ་ར་ནོར་གཡུག་ན་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་ད། ད་ཅིག་གོང་དུ་སྐད་ཆ་གསུང་མཁན་དེ་ཚོ་གི་གསུང་པ་རེད། ཇི་སྲིད་བོད་རང་དབང་རང་བཙན་མ་ཐོབ་བར་དུ་བོད་པ་མི་གཅིག་མ་གཏོགས་མ་བསླངས་པ་ཡིན་ན། བོད་ཀྱི་རྩ་དོན་ཆེད་དུ་འཐབ་རྩོད་དང་འགན་འཁུར་བ་རེད། ཁྱོད་རང་ཚོ་གཅིག་གིས་ཚང་མ་ཚར་འགྲོ་གི་རེད་བསམ་ཡ་དེ། ཚིམ་ཉི་མའི་རྨི་ལམ་རེད་བསམ་ཞུ་ཡ་ཡིན། དེ་ང་ཚོ་བསམ་བློ་གཅིག་གཏོང་དགོས་རེད། དེ་ནས་ད་ང་ཚོ་ཡོད་ས་དེ་བྱང་ཨ་མི་རི་ཀའི་གྲོང་ཁྱེར་ཆེ་ཤོས་ནིའུ་ཡོག་གྲོང་ཁྱེར་ལ་ཡོད་རེད་ང་ཚོ། ཨ་ནི་དེ་རིང་ཨ་རིའི་ཚོང་ར་ཁག་མང་པོ་ནས་ཕེབས་ཡོད་རེད། སྤྱི་བྱང་ཨ་མི་རི་ཀ་གཞུང་གིས་བོད་དོན་གྱི་ཐོག་ལ་ད་ལྟ་བར་དུ་རྒྱབ་སྐྱོར་མང་པོ་ཞུ་བཞིན་གནང་ཡོད་རེད། ད་དུང་ཡང་མུ་མཐུད་ནས་གནང་རོགས་བྱེད། སྣང་མ་བཟུང་ཟེར་བའི་བྱ་བ་གང་ཡང་མེད། མུ་མཐུད་ནས་གནང་རོགས་བྱས། གནད་དོན་འདི་ཚོ་ལ་ཞིབ་འཇུག་ནན་པོ་བྱེད་རོགས་བྱས། རྒྱུ་མཚན་ག་རེ་ལ་བརྟེན་ནས་བྱུང་འདུག་ད་ཆ་རྒྱ་མི་སྒེར། མི་རིགས་མཐུན་སྒྲིལ་ཡར་ཐོན། སྐུ་འདས་སྒེར་ཁྲིམས་ཡིག་མར་ཙམ་མ་རེད་ད། རྒྱ་ནག་མི་མང་སྤྱི་འཐུས་རྒྱ་ཁབ་ཟེར་ཡ་དེ་གི་རྩ་ཁྲིམས་ནས་བཟུང་སྟེ་ཁྲིམས་ཐོག་སྒྲིག་གཞི་ཚང་མ་གི་འོག་ལ་བོད་པ་གཉའ་གནོན་གཏོང་བྱེད་དང་དེ་ཐོག་ལ་ཡོད་རེད་མ་གཏོགས་གི། གཅིག། ཉེ་ཆར་བཟོས་པའི་ཁྲིམས་གཅོད་སྐྱིད་པོ་གི་གནས་སྟངས་སྟོང་ཉིད་ནི་མ་རེད། དཔའ་བོ་བློ་དགའ་རང་བཙན་གྱི་ཞག་ཁྱིམ་ནང་ལ་ཡོད་རེད། རྒྱ་ནག་གིས་བོད་པ་རྩ་མེད་གཏོང་ཡག་གི་ཆེད་དུ་ག་རེ་ཡིན་ན་བཟོ་ཁྲིམས་དང་ཚང་མ་བཟོ་གི་ཡོད་རེད་ལ། གཅིག་སྐྱིད་པོའི་བེད་སྤྱོད་བཏང་ནས་སོང་གི་ཡོད་མ་རེད། དེ་ཡིན་དུས་ཨ་ནི་ཨ་མི་རི་ཀ་གིས་ཡང་དེ་ཚོ་ཚང་མ་ལ་དོ་སྣང་བྱས་ནས་ཨ་ནི། གཅིག་འགན་འཁུར་དགོས་དེ་གལ་ཆེན་པོ་རེད། ཨ་ནི་ད་ལྟ་བར་དུ་ལས་འགུལ་སྤེལ་བ་ཡིན་ན་འདྲ་དཀའ་ལས་ག་ཚད་རྒྱས་པ་ཡིན་ན་ང་ཚོ་བོད་མི་དེ་ཚོ་གི་བྱེད་འདོད་པ་དེ་ཨ་མི་རི་ཀའི་གཞུང་དམིགས་བསལ་གི་ནིའུ་ཡོག་གྲོང་ཁྱེར་འགན་འཁུར་མཁན་ཚང་མ་གི་གཟིགས་འདི་ཡོད་རེད་མཁྱེན་འདི་ཡོད་རེད་ཡིན་ན་ང་ཚོ་ལ་གོ་སྐབས་བདུད་འདུལ་སྤྲེལ་བ་དེ་ཚོ་ཧ་ལས་ཡག་གི་གཟི་བརྗིད་ཆེན་པོ་རེད་ཐུགས་རྗེ་ཆེན་པོ་རེད་དངོས་གནས་སྟོབས་ཆེན་རྒྱལ་ཁབ་གི་ཉམས་ཆུང་ལ།

དམིགས་བསལ་གྱིས་ཕྱི་རྒྱལ་ཡུལ་གྲུ་ཁག་ལ་འཚར་ལོངས་བྱུང་ཡོད། ཨ་ནི་གཞོན་སྐྱེས་དེ་ཚོ་དེ་ཚོ་ལ་མགོ་འཁོར་ནས་རྩ་བ་ཉིད་ནས་འགྲིག་གི་མ་རེད། རྒྱལ་སྤྱིའི་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་རང་ལུས་མེ་སྲེག་གཏོང་བ་འདི་ལ་བརྟེན་ནས། རྒྱལ་སྤྱིའི་སྤྱི་ཚོགས་ཙམ་མ་ཡིན་པར། ང་རང་ཚོ་བོད་པ་གི་གནས་སྟངས། ང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་ལ་གནས་པའི་བོད་པ་ཙམ་མ་ཡིན་པར། སྟེ། སྒོ་བཞི་ཆ་ཁ་ལ་ཡོད་མཁན་ནང་ནས་ཚང་མ་ཡོངས་སུ་རྫོགས་པ་ཞིག་དེ་རིང་རྡོག་རྩ་གཅིག་སྒྲིལ་དང་ནུས་པ་གཅིག་ཏུ་སྤངས་ནས་ལངས་ཡོང་དགོས་ཡོད་རེད་ལ་ནུས་པ་གཅིག་ཏུ་སྤངས་བདེ་བ་དེ་ཁོང་གི་ཨ་ནེ་ཞྭ་ཆེམ་དང་ཁོང་གི་སྐུ་ལུས་མེ་བསྲེགས་གཏོང་བ་དེ་གི་བཀའ་དྲིན་རེད། ད་དེ་ལྟ་བུའི་དཔེ་ཆུང་ཆུང་ཞིག་ཆགས་བཞག་པ་ཡིན་ན། རྫོང་མི་ལས་འདིའི་ཐོག་ལ་གསར་འགོད་པ་ག་ཚད་ཡོད་པ་རེད། གློག་བརྙན་བཟོ་མཁན་ག་ཚད་ཡོད་པ་རེད། ད་ནོར་ཞུ་སྐབས་ང་དེ་རིང་ཕར་ཕྱིན་ཕལ་སྐད་ལ།

དེ་འདྲའི་འཛམ་བུ་གླིང་གི་ལོ་རྒྱུས་ནང་ལ་ཡོང་མ་སྲིད་པ་ལྟ་བུ་རེད་དེ། གཞན་པ་ག་རེ་བྱས་པ་ཡིན་ན་ཡོད་རེད་ཨ་དཔོན་པོ་དེ་ཚོ་རེ་རེ་ཡོང་ན་སྐུ་སྲུང་དམག་མི་ག་ཚོད་ཁྲིད་ཡོང་གི་རེད། སོ་སོའི་ཚེ་སྲོག་གི་ཆེད་དུ། ཚེ་སྲོག་གི་དོན་དག་ལ་གསར་འགོད་པ་ག་ཚོད་ཁྲིད་ནས་ཡོང་གི་རེད། འོ་དེ་འདྲའི་གི་གནས་སྟངས་དེ་ཚོ་ལ་བལྟས་ན་ང་ཚོ་འདི་མ་འདྲ་བ་དང་གཟི་བརྗིད་ཆེན་པོ་ནུས་པ་ཆེན་པོ་བཅས་བྱུང་བ་ལ་ངོས་འཛིན་བྱེད་ཀྱི་ཡོད་ལ། ཨ་ནི་བསྟན་དགྲ་རྒྱ་མི་དམར་པོ་ཁྱོད་རང་ཚོ་གིའང་དེ་ཚོ་ཚང་མ་ཧ་གོ་ནས་དོན་དག་ཁྱོད་ཚོ་གི་བསམ་བློ་གཏོང་ན་ང་ཚོ་བོད་པ་དེ་ཚོ་པ་ར་གང་མ་གཏོང་མཐོང་གི་ཡོད་མ་རེད་དེ། པ་ར་གང་མ་གཏོང་མེད་བ་ཡིན་ན་ཁྱེད་རང་ཚོ་དུས་ནམ་ཡང་བཟོད་ཐུབ་གི་མ་རེད་གནས་ཐུབ་གི་མ་རེད་ད། ང་ཚོས་རང་དབང་རང་བཙན་འཐབ་རྩོད་ཀྱི་ཆེད་དུ་བོད་མི་ཚང་མ་གི་འགན་ཁུར་གི་རེད་ད་ད་ལྟ་ཁུར་གི་འདུག་ཚོང་པ་ཡོངས་སུ་འཛུགས་པར་ནུས་པ་སྤུངས་གི་འདུག་བ་ང་ཚོ་མཐོང་སོང་བ